འོ་ལགས་བཟོ་ལྟ་ང་ཚོ་བོད་བསྟན་གླིང་བདེ་ཁང་སྐབས་བཅུ་གཅིག་པའི་ཨ་ནེ་ཚོགས་གཙོ་ཨ་ཅག་བཀྲ་ཤིས་ཆོས་སྒྲོན་གྱིས་གཙོས་པའི་ཚོགས་མི་ཡོངས་དང་ཨ་ནེ་རྒྱ་ཆེ་བའི་དྲ་གྲོགས་སེམས་པ་པོ་ཡོངས་ལ་ཨ་ནེ་ཐོག་མར་དུས་གསུམ་བདེ་ལེགས་ཀྱི་འཚམས་འདྲི་ཞུ་ཡས་དང་ཨ་ནེ་ད་ད་རིང་ཨོ་བོད་ཟླ་བྱེད་བོད་ཀྱི་ཚེས་པ་བཅོ་ལྔ་ཁེལ་གོ་བ་རེད་དེ་འདུག་ཙང་ནི་དེ་ནི་ངེད་ཀྱི་ཨོ་དམིགས་བསལ་གྱི་ཆོས་རྣམ་པ་དེ་ནི་བྱེད་ཀྱི་ག་ལ་བ་རེད་ཚེས་པ་བཅོ་ལྔ་གི་ཉིན་མོ་དེ་དེ་ནི་ཁ་འདོད་དགེ་སྦྱོང་རེད་ག་རེ་ཡིན་ན་དམིགས་བསལ་གྱི་ཡག་པོ་ཡོང་ཡས་ཀྱི་ཉིན་མོ་ཆགས་ཀྱི་ཡོད་དུས་ཆོས་རྣམ་པ་འདུག་ཨེ་རྒན་ཇོ་ཕལ་ལ་ནི་མཐུན་སྒྲིལ་ཞིག་ཞུ་ཡས་ཆེད། ཨ་ནེ། འདི་དང་མཉམ་དུ་ད་ང་རང་ཚོ་གི་ནི་སྐབས་སུ་བབས་པ་དེ་ཉིན་ཞག་ཁྲུ་གཅིག་གི་དབང་དུ་བྱས་ནས་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་བྱ་དགོས་བ་རེད་དེ་ལ་ཡང་ད་ཁ་སིང་འདུག་ཟླ་འོ་ཉིན་ཞག་ཁྲུ་གཅིག་གི་དབང་དུ་བྱས་ནས་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཨ་ནེ་ཚར་དང་པོ་དེ་ཨ་ནེ་ད་གསར་བརྗེ་མ་གཏོང་ཙམ་ལགས་བ་རེད་འོ་དེ་ད་ལེགས་པར་ཟིན་པའི་ཁུལ་ཡིན་འདི་གི་ནང་ལོ་ལ་ཡང་འདུག་ཟླ། ངོ་སྤྲོད་ལ་ཡང་དག་ཐོག་མར་རླུང་གི་ལུས་སེམས་འཕྲོ་འདུའི་སྐོར་ལ་ངོ་སྤྲོད་བྱེད་ངེས་ཁུལ་བར་གྱི་ཨ་ནི། ལུགས་རྒྱུད་དང་ཨ་ནི། ཨོ། དག་བཅའ་བ་སྔ་མ་སྔ་མ་གྱི་དེ་འབྲེལ་གྱི་རྣམ་གྲངས་འགོད་ཡོད་ཟེར་ནས་ད་བོད་ལ་ཞོན་མཁན་ཚོ་གིས་སྐུལ་མ་གནང་བ་ལ་བརྟེན་ནས། སྒྲ་སྒམ་འདི་འདྲའི་བྱེད་དུས་དེ་ནི་དངོས་གྲུབ་ཀྱི་ད་སྒྲ་སྒམ་ང་འདྲ་བོ་ཞིག་རེད་ད་འདི་ཐོག་མར་ལ་ཆོས་རྣམ་པར་གྱི་ཚ་རེ་རེའི་སེམས་པ་ཡིན་ན་རྩ་བ་གི་གཅིག། ཨོ་ཅེ་ཨ་ལས་ད་དེ་ཡི་རླུང་གི་ལུས་སེམས་འཁྲུལ་དོན་ག་ལ་སློབ་སྦྱོང་སྤྲིང་ཡིག་དེ་མི་འདི་ཡིན་པ་འདྲ་བསམ་པ་ཅིག་ཁེལ་འགྲོ་ན་དེ་གས་འཐུས་པ་རེད། འདིའི་རྗེས་ལ་དོན་ལྕག་གུ་ལྕག་གུ་གིས་དེ་ནི་ཉེས་དགོས་བའི་ཆག་སྒོ་མ་རེད། འདིའི་རྗེས་ལ་ང་རང་ཚོ་ད་དངོས་སྒྲུབ་ཀྱིས་ད་ངེད་ཀྱི་ལུག་རྒྱུད་དེ་ཆད་འདི་ལ་དགྲ་གམ་ལྔ་ཆད་འདིའི་རྗེས་ལ་ཡང་དེ་ནི་དངོས་སྒྲུབ་ཀྱིས་དེ་ནི་ཅིག་ལུས་སེམས་འཁྲུལ་དོན་སྐོར་ལ་ཨ་ནི་དེང་སང་སྤྱི་ཚོགས་ནང་ལ་ག་འདྲི་ག་འདྲི་ཡོད་མེད་འདྲ་བོ་བྱེད། དུས་ཚོད་ཐོག་ལ་ཡང་སྒྲ་སྒམ་གཉིས་འདྲ་བོ་ཆགས་ཀྱི་འདུག་ཨ་བདུན་པས་དེ་ནི་སྒྲ་སྒམ་བདུན་བྱས། ད་འདི་སྔོ་དྲོ་རེད་ད་འདི་སྤྱི་བཏང་གི་རྣམ་པ་ཚོས་ཀྱི། ཚར་གཅིག་གིས་འཇིའི་མི་གྱི། ཨོ། གཅིག་གིས་ཆ་ཚང་གི་སེམས་པ་ཡིན་ནའང་འདི་ཆ་རང་ཚོ་ལ་ཕན་པ་མང་དུ་གནོད་པའི་ཆ་ཁེ་ཡོད་མ་རེད་དྲན་གྱི་འདུག་འདིའི་རྗེས་ལ་ད་ང་རང་ཚོས་དངོས་གཞི་འདི། ཨོ། གཅིག་གིས་ད། སྒྲ་སྒམ་དེ་གཅིག་ནི། ཨ་ནི་ད། ཨོ། ད་བཅུ་དགུ། བཅུ་དགུ་དགྲ་བོ་དྲུག་དོ་བ་བཅུ་དགུ་བྱས་འདིའི་སྒ་ལ་ང་ཚོ་དྲི་བ་དྲིས་ལན་གྱི་སྒྲ་སྒམ་གཉིས་བྱས་བསྡོམས་པས་ཉི་ཤུ་རྩ་གཅིག་དགྲ་བོ་གཅིག། ཨོ་དེ་འདྲས་ཀྱི་ཕྱིན་པ་རེད་ད་འདི་གལ་ཆུན་པོ་རེད། དེ་ཡིན་ན་དངོས་གཞིས་ཀྱི་སྒྲ་སྒམ་གཅིག་ནས་བཅུ་དགུ་བྱས་དྲི་བ་དྲིས་ལན་གཉིས་བསྡོམས་པས་ཉི་ཤུ་རྩ་གཅིག་འདི་ཆོས་རྣམ་པ་གི་ལྕགས་འོག་ཡངས་པོ་ཅིག་གསན་པ་ཡིན་ན། རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཡང་ད་ངེད་ཀྱི་བ་ཚགས་དང་པོ་གིས་དེ་འདྲས་ཞུས་པ་དེ་རྣམ་པ་ཚོ་གི་ཡག་པོ་ཅིག་གསན་འཁྲུལ་པ་ཡིན་ན། ཨོ་འདི་གནད་འགག་ཆེན་པོ་རེད་དེའི་རྗེས་ལ་ངེད་ཀྱིས་ད་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཡང་ཚར་གཉིས་པ་དེའི་བསྐྱར་བཤད་འདྲ་བོ་ཅིག་བྱེད་ནི་ཡང་ཏོག་ཅིག་ཨོ་དམིགས་རྣམ་གསེབ་ཏུ་བཏང་ཡན་དང་དེ་འདྲའི་གལ་ཆེ་བའི་རང་བཞིན་ཨོ་རྣམ་པ་ཚོད་ཀྱི་དུས་རྒྱུན་ཐུགས་སྣང་མེད་པ་དེ་འདྲའི་ག་ཤེད་ཅིག་ཨོ་དེ་འདྲའི་དེ་འདྲའི་ཅིག་དུས་ད་བསམ་པ་ཅི་ཨོ་དེ་འདྲའི་ཅིག་རྣམ་པ་ཚོད་ཀྱི་ཐུགས་ལ་འཇགས་ཡོད་ཨོ་ཐུགས་ལ་འཇགས་ཡན་དང་ལག་ལེན་དངོས་ལ་བརྒྱུད་བདེ་བའི་ཆེད་དུ་དེ་ནི་ངས་བསྐྱར་བཤད་གཉིས་པ་དེ་ཞུ་ཡན་ཡིན། ཨོ་དེ་འདྲའི་རྗེ་རྣམ་པ་ཚོའི་ཐུགས་ལ་བརྒྱབ་པའི་ཐོག་ནས་ཐོག་མར་དེ་ད་ག་ཚིག་ཚག་དམ་པའི་སྐབས་སུ་ཞུ་བ་ན་ཞེས་ང་རང་ཚོ་ཨོ་གཅིག་གིས་དང་བླུན་གྱི་ལུས་སེམས་འཁྲུལ་དོན་སྐོར་ལ་ཡང་ཨོ་སྦྱོང་བརྡར་བྱེད་མཁན་སུ་འདྲ་ཅིག་ཡིན་ན་སོ་སོ་ལ་ཡག་པོ་བྱེད་ངེས་སོ་སོ་གིས་དེ་ནས་རྩ་ཡི་བླ་མར་ད་ཆོས་ཁས་ལེན་ན་སོ་སོ་གིས་ད་ཨོ་རྩ་ཡི་བླ་མ་དེ་ཚོས་ད་སོ་སོ་དཀོན་མཆོག་གསུམ་བརྩི་དགོས་བ་རེད་འདི་དང་པོ་ཆེད་འདིའི་རྗེས་ལ་དེ་ནས་ཨོ་ཆོས་ཁས་མི་ལེན་ན་ནི་སོ་སོ་གིས། ཕ་མ་སྤུན་མཆེད་སོ་སོ་ལ་ཡག་པོ་བྱེད་མཁན་དེ་ཚོ་སོ་སོ་གི་གཙོ་བོ་བྱས་དེའི་རྗེས་ལ་ང་རང་ཚོའི་དུས་རྒྱུན་ཧ་མ་གོ་བར་དེ་འདྲ་ཡ་མཚན་པོ་བོ་ཐོན་ན་ང་རང་ཚོ་སྤྱི་ཚོགས་ནང་ལ་ཨོ་ཅེ་གི་དེ་འདྲའི་གི་ད་རོགས་པ་བྱེད་མཁན་མང་པོ་ཅིག་ཡོད་རེད་མི་དང་མི་མ་ཡིན་པ་དེ་འདྲའི་ཡོད་དུས་དུས་ཚོད་དྲན་ལ་ཡ་ཨོ་བཀའ་དྲིན་ཅིག་དྲན་དེའི་རྗེས་ལ་ང་རང་ཚོ་ཨོ་དེ་འདྲའི་ཅིག་བྱས་ད་ང་ཚོ་ཅིག་གི་ད་སོ་སོ་ལ་ཡག་པོ་བྱེད་མཁན་གི་ཡོངས་སུ་རྫོགས་པ་དེ་སོ་སོ་ལ་མི་གཅིག་གི་ཆུ་ཁམ་པོ་གང་ཅིག་སྤྲད་ཉུལ་ན་ཡ་འདི་ཡིན་ཕྱིན་ལ་ཡ་འདི་མི་འདི། སོ་སོ་ཀྱིས་མགོ་བོ་གང་ལ་ཡང་གུ་ཞབས་ཀྱི་ཚུལ་དུ་སོ་སོ་ཀྱིས་ཨོ་དེ་འདྲས་ཅིག་བལྟ་ཐུབ་ན་དེ་ནི་སོ་སོ་རང་ཉིད་སུ་ལ་ཡང་ཨ་ནེ་ཕྲག་དོག་འགྲན་སེམས་མཉམ་སྤྱོད་དེ་འདྲས་ཡོང་གི་མི་འདུག་ཨོ་དེ་འདྲས་ཀྱི་ཐོག་ནས་ད་ག་ཟིན་འགྲོ་བ་ཡིན་འདུག་ད་རིང་ཡང་མི་མཐུད་ནས་སྐྱ་ཤེས་གཉིས་པ་དེ་ལ་ཨ་ནེ་ཡི་མགོ་བརྗོད་ལ་ཡང་དེ་ནི་སྟོད་ཆ་གི་ཚིག་སྟེ་བདུད་ལན་ཡིན་ཨོ་དེ་འདྲས་ཅིག་རྣམ་པ་ཚ་བའི་ཐུགས་ལ་འཇགས་རོགས་གནང། དུས་གསུམ་བརྩེ་བའི་རྩ་བརྒྱུད་བླ་མའི་ཚོགས་མི་ངོས་རོ་ཅན་མཐུ་སྟོབས་ཆེ་རྣམས་དང་བྱང་ཤར་འཕགས་མ་སོགས་ཀྱི་ཞབས་བསྟོད་ཀྱི་སྤྱི་བོ་ལས་ནི་ཉིན་མཚན་དུས་དྲུག་མཆོད། འོ་དེ་འདྲའི་གཅིག་གིས་དེ་ནི་སྐུ་ལོ་རྣམ་པར་དག་པ་ཅིག་གསལ་བཏབ་མེད་སོ་སོ། ཅིག་ཉིན་རེ་གིས་ཉི་ཤར་འཕྲོས་ཆུ་ཡི་དབང་དུ་བྱས་ནས་རླུང་གི་ལུས་སེམས་འཕྲོས་ལྡན་སྐོར་ལ་ཡང་དགོངས་པ་ཞེས་ལག་ལེན་བསྟར་བ་ཡིན་ན་སོ་སོ་གིས། སློབ་པ་སློབ་གཉེར་རེ་ཆག་ལེ་རེ་དེ་ནི་སོ་སོ་གིས་ག་རེ་བདེ་སྐྱིད་ལ་རོལ་དགོས་ན། པ་བ་ཚང་མ་དེ་ཡག་པོ་ཅིག་ཡོང་གི་རེད་བཀྲ་ཤིས་པ་ཨ་ནི་ཅི་གི་ད་ཨོ་ཅི་གི་ད་ག་ལ་བ་ང་ཚོས་ཅིག་དུས་རྒྱུན་ན་ང་རང་ཚོ་ལ་ཉི་མ་ཅིག་ནམ་ཤར་དུས་ནས་ང་རང་ཚོ་ལ་ཅིག་ཨོ་ཅི་གི་ནག་ནག་ཚ་ཚ་ད་བཀྲ་མི་ཤིས་པ་མང་པོ་ཞིག་གོ་དགོས་ཡོད་དུས་དུས་ཚོད་མ་འགོར་པ། ཨོ། དེ་འདྲའི་ཡུན་ཐུང་ཡོད་ལ་དེ་ནི་དམིགས་བསལ་གྱིས་སོ་སོའི་སེམས་མ་འཁྲུགས་པ། ཨོ། དེ་འདྲའི་ཡུན་ཐུང་ཡོད་ལ་ཆད་པ་ཡོད་དུས། ཨོ། དེ་འདྲའི་ཅིག་གིས་ཀུན་སློང་བཟང་པོ་འུ་ཐུག་ནས་རྒྱུག། ཅི་ལྟར་ང་ཚོ་འཇིག་རྟེན་འཁོར་བའི་རང་བཞིན་ལ། ཨོ། གཅིག་གིས་དག་གཅིག་བསྒྲིབས་ན་གཅིག་མ་འགྲིབ་པ། ཨོ། གཉིས་བསྒྲིབས་ན་གསུམ་མ་འགྲིབ་པ། བཞི་བསྒྲིབས་ན་ལྔ་མ་འགྲིབ་པ་ད་ག་རེ་ཡིན་ན་དེ་འདྲའི་ཅིག་ཡོང་གི་ཡོད་པ་དེ་རྣམ་པ་ཚོས་མཁྱེན་གྱི་ཡོད་དུས། ཨོ། དེ་འདྲའི་གིས་དག་འཁོར་བའི་རང་བཞིན་གྱི་གནས་ཚུལ་དེ་ཡང་ཤེས་དགོས་བར་དེ་འདྲའི་སོང་ཙང་དག་ང་རང་ཚོ། ཨོ་དེ་འདྲི་གཅིག་གི་ཐོག་ནས་འདི་ནི་ཉེ་ཆར་དུས་གཅིག་གི་དབང་དུ་ཨ་ནེ་ལུས་སེམས་འཁྲུལ་དོན་སྐོར་ལ་ཞུ་ཡས་དེ་ཆགས་ཀྱི་ཡོད་དེ་འདྲའི་ཡིན་དུས་ཨ་རྣམ་པ་ཚོ་གིས་དེ་འདྲའི་གཅིག་གི་ཐུགས་དགོངས་པ་ཞེས་པའི་ཐོག་ནས་ད་ང་ཚོ་འདིའི་ནང་ལོགས་ལ་མཆན་ཆ་ཤིན་ཏུ་ཡང་སྤེལ་དེ་ནི་ཨོ་དྲ་གྲོགས་མཁས་དབང་ཅན་མང་པོ་ཞུ་ཡས་རེད་ཁོང་ཚོ་ལ་ད་ངེད་ཀྱིས་འདི་ཨོ་གཅིག་གི་ཚིག་དེ་ཧ་ཅང་གི་གཅིག་དུས་ཚོད་འཕྲོ་བརླག་བཏང་དེ་ངས་འདྲ་པོ་ཆགས་དགོས་བ་རེད་དེ་ཡིན་ནའི་ང་ཚོ་འདིའི་ནང་ལ་ཨོ་ཚོགས་པ་ཅན་ཡིན་ཙང་ལས་དང་པོ་བ་དངོས་གནས་ཀྱི་བློ། ད་ག་ལ་འོང་བུ་སྟུ་གུ། ཨ་ནི། ལྕགས་སྒོ་ཡང་ཀུན་གྱིས་མ་ཤེས་ན་སེམས་ལ་རྒྱག་མ་ཐུབ་ཀིན། ཨོ། དུས་ཚོད་ལ་དམིགས་ནས་ད་ཕྱོགས་ཡོང་ལ། ཚང་མ་ལོ་ལ་ཅིག་ཐུགས་ཕན་ཅིག་ཨེ་སོལ་བསམ་ནས་ཞུ་དགོས་དུས། ཚིག་འདི་ཞེ་དྲག་གིས་བསླབ་བོ། སྟབས་བདེ་བོ་དེ་འདྲས་ཅིག་མ་ཞུས་ན་ཚིག་མཐོན་པོ་དེ་འདྲས་ལབ་སང་ལབ་སང་བར་དུམ་དུམ་དུམ་བྱས་ནས་ང་ཚོས་ཚིག་གཞན་སྤྱོ་བ་ན་ཅིག་ཕར་སྤྱོ་བཤད་ན། དེ་ནི་མང་པོ་བྱས་ལ་ཡང་དེ་ནི་གཉིས་ཁོའི་ཆགས་པ་རེད། དཔེར་ན་ང་ཚོ་བླ་མ་ཚོ་གི་ལུང་དེ་འདྲའི་ནང་དུ་མ་ལྕོགས་ཤ་དོད་དེ་ནི་ཨོ་སྐྱབས་སུ་ཆེ་འདྲ་བ་ལབ་དེ་ནི་གཉིས་ཤོར་འདུག་དོ་ཧ་དེ་འདྲ་བོ་ཆགས་འདུག་རེད་ཡ་ཡ་ཨ་ནི་དེ་འདྲ་སོང་ཙང་ངས་འདིའི་ནང་ལོགས་ལ་རྣམ་པ་ཚོ་ཁེངས་ཀྱི་ཡོད་དུས་ཁ་ཟས་ནས་དང་པོ་གཅིག་གིས་ཅོག་ཙེ་སྒང་ལ་ཡར་སོད་ཟིར་བསྒྲིགས་ནས་ཆོས་གཅིག་ག་ལ་བ་དང་ཞེས་ཆོས་ཆོས་འདྲ་བོ་ཆོས་ཆོས་ཆོས་འདྲ་བོ་ཡང་དེ་འདྲའི་ཡིན་ཟེར་ནས་ངས། ཞུ་བ་ཡིན་དུས་ད་རེས་ཡང་དག་ན་ཡིན་འདི་ལ་ཡང་དྲག་པོ་དེ་འདྲའི་གང་ཡང་མེད་དེ་འདྲའི་ཅན་རྣམ་པ་ཚོའི་ཐུགས་ལ་འཇགས་པའི་ཐོག་ནས་ཨ་ནི་ལེགས་པར་སེམས་པར་འཚལ། འདི་ལ་ཡང་ད་ངེད་ཀྱིས་ད་རིང་གཅིག་གི་ཟླ་ཐོག་མ་དེ་ལ་ངས་འདི་ཅིག་ཞུ་ངེས་འགྲོ་ཚོར་བ། ད་ད་རིང་ཚེས་པ་བཅོ་ལྔ་ཡིན་དུས། ཚེས་པ་བཅོ་ལྔ་ཁེལ་བ་ཡིན་དུས་འདི་གི་ཐོག་ནས་ངེད་ཀྱིས་ད་ངས་དེ་འདྲའི་ཅིག་བསམ་བློ་འཁོར་སོང་བ་དེ་འདྲའི་ཅིག་ཞུས་པ་ཡིན་ན་འདི་ངའི་མིག་ཟེར་གྱི་ད་བཅར་བཞི་གཉིས་པ་གྱི་དངུལ་ལ་ཡང་སྔོ་འགྲོ་གི་ཚུལ་འདྲ་བོ་ཅིག་ཡིན། དེ་གང་ཡིན་ཟེར་ན་ང་རང་ཚོ་ད་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ལབ་དུས་ང་རང་ཚོ་གི་སེམས་པ་ལ་ཡར་རླུང་རླུང་ལ་ཨེ་འདི་ད་རྣམ་པ་ཚོ་གི་ཁ་ཚིག་ངེས་རྟོགས་ཞུས་པ་ཡིན་དུས་སྒྲོབ་ཙང་ཞིག་སྐྱེ་གི་རེད་དེ་འདྲས་སོང་ཙང་ད་ད་རིང་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཞུ་ཡས་ལ་ཡར་ཚ་བ་བཅོ་ལྔ་དེའི་དབང་དུ་བྱས་ནས་རྣམ་པ་ཚོ་གི་ཐུགས་ལ་དེ་འདྲས་ཅིག་བཅངས་ན་ཡག་པོ་འདུག་ད་རྣམ་པ་ཚོ་མཁྱེན་གི་རེད་ང་ཚོ་ཟླ་བ་གཅིག་གི་ནང་ནི། གཅིག་གིས་ད་ཟླ་བ་གཅིག་ལ་ཡོད་ད་ང་ཚོ་བོད་པ་ཡིན་ན་ཚེ་པ་སུམ་ཅུ་རེད་བ། ཞག་པོ་སུམ་ཅུ་གི་ཚུལ་འདྲ་བོ་རེད་ཆད་ལ་གང་ཡང་མེད་ན། འོ་བ་དེ་རེད་ཚེ་པ་སུམ་ཅུ་ལས་ལྷག་བ་ཚེ་པ་སུམ་སོ་གཅིག་ཡོད་མ་རེད། འོ་དེ་འདྲས་སོང་ཙང་ད་ཕྱི་ལོ་ཡིན་ན་ང་ཚོའི་ད་ལྟ་སྐབས་སྐབས་སུ་འབབ་འོ་མ་རེད་འདིའི་སྤྱི་བཏང་གི་འགྲོ་སྟངས་ཆད་འདི་ལ་དགོངས་པ་མ་བཞེས་པ་ཆད་ད་ང་ཚོ་གི། རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ལབ་དུས་ངའི་ཁ་ཟས་གཙོ་བོ་དེ་ནི་རླུང་བུམ་པ་ཅན་སྐོར་ལ་ཞུ་བ་ཡིན་དུས། ངའི་ཚོད་རྣམ་པ་ལ་ཡང་རླུང་བུམ་པ་ཅན་དེ་ཨ་ནི་ཅིག་གིས་ད་ག་ལ་བར། ཐུན་དྲུག་གི་དབང་དུ་བྱས་ནས་དེ་ནི་ངན་པར་དུ་ཡ། དེ་འདྲའི་ཆེད་ད་ལག་ལེན་ལྟ་ཐུབ་ན་ཡག་པོ་འདུག་ལགས་དགོས་ཀྱི་ད་གནད་འགག་འདྲ་བོ་དེ་ག་རེ་ཆགས་དགོས་ལགས་ན། ང་རང་ཚོ་བོད་ཟས་རྩིས་པ་ཡིན་ན་བོད་ཟས་གཅིག་ནས་ཡ། ཡར་ངོ་གི་ཚེས་པ་བཅོ་ལྔ་བར་དུ་གཅིག་རྩི་དགོས་བ་རེད། ཚེས་པ་བཅོ་དྲུག་ནས་གནམ་གང་བར་དུ་ལ་དུམ་བུ་གཉིས་འདི་བཏང་ཤན་པ་བྱེད་དགོས་བ་རེད། འདི་གར་ཕྱི་ནས་བཏང་གི་བ་རེད་ལབ་ན། དཔེར་ན་ཚལ་པ་གཅིག་ནས་ཡ་ཚལ་པ་གཅིག་ངོ་བར་དུ་ཨ་ནི་ང་ཚོ་ཟླ་བ་ལ་དཔེ་བཞག་ན། ཟླ་བ་དེ་ཚལ་པ་གཅིག་ནས་ཧ་ཅང་གི་ཟླ་བ་དེ་ཆུང་ཆུང་དེ་ནས་ཡ་ཚལ་པ་གཉིས་ཚལ་པ་གསུམ་ནས་ཡ་ཟླ་བ་ཡིན་ན་དེ་ནས་ག་ལེ་ག་ལེ་ཡ་ཆེ་རུ་ཆེ་དུ་འགྲོས་ནས་ཚལ་པ་བཅོ་ལྔ་ལ་ཟླ་བ་ཉག་གང་བ་ལ་ནི་ང་ཚོ་རྣམ་པ་ཚང་མ་མཁྱེན་གི་ཡོད་བ་འོང་འདི། འོ་འདི་གི་གནད་འགག་འདི་ངེད་ཀྱིས་ཞུ་གི་ཡིན་རེད་བ་འདི་ག་འདྲའི་ལ་ན་འདི་ང་ཚོ་ལུས་སེམས་འཕྲོད་བསྟེན་ལ་དཔེ་བྲལ་བ་ཆེན་པོ་ཆགས་དགོས་བ་རེད་གང་ཡིན་ཟེར་ན་ང་རང་ཚོ་ཆོས་ཁས་ལེན་ན་འདྲ་མ་ལེན་ན་འདྲ་ང་རང་ཚོ་གི་མི་གཅིག་ཡིན་ཕྱིན་ཆད་ད་སེམས་ཅན་དུད་འགྲོ་དུད་ཧྲག་ལས་ཕར་བཞག་ཞུ་རེད་བ་ང་རང་ཚོ་མི་གཅིག་དབང་དུ་བཙིར་ན་མི་གཤམ་ཕྱོགས་ལ་དཀར་པོ་དང་ནག་པོ་དང་དམར་པོ་སྐྱེ་ཆ་ཡོད་མ་རེད་འཛམ་གླིང་གི། སྨྲ་ཞིག་དོན་གོ་བ་མིའི་མཚན་ཉིད་ལ་དེ་མི་གཅིག་ཡིན་ཕྱིན་ཅི་ལ་ཡང་གཟུགས་པོ་གི་འཕེལ་རིམ་འགྲོ་སྟངས་ཀྱི་ཐོག་ནས་ཞུ་ན། ཚེས་པ་གཅིག་ཤར་དུས་རུ་བ་ང་རང་ཚོ་གི་རྐང་མཐིལ་ནི་ང་ཚོའི་ད་ཐིག་ལེ་དཀར་མ་འདི་གི་ནུས་པ་དེ་རྐང་མཐིལ་ལ་བསགས་གོ་བ་རེད་ཚེས་པ་གཅིག་ལ། དེ་ཚེས་པ་གཅིག་ལ་བསགས་ནས་དེ་ནས་ཡར་ག་ལེ་ག་ལེ་ག་ལེ་ཚེས་པ་གཉིས་གསུམ་བཞི་དཔེར་ན་ང་ཚོ་ཕོར་པ་གཅིག་ནང་ཆུ་བཞི་བླུག་འོ་ན་དང་པོ་བླུག་དུས་ཆུ་དེ་ཕོར་པར་ཁ་ལ་འདེགས་མ་རུ་བ་ཕོར་པ་གི་འོག་དེ་ལ་འདེགས་རུ་བ་དེ་ནས་ཆུ་དེ་འོག་ནས་ཡར་ག་ལེ་ག་ལེ་ག་ལེ་ཡར། ད་ཡ་ཡ་གང་གི་རོ་བ། རྗེས་ལ་ཡང། ཕོ་བ་དེ་གི་བདག་བདག་ཅི་གང་བ་ན་ཞེས་ང་རང་སོ་ཡི་གཟུགས་པོ་ནང་ལ་འགོ་བའི་གི་ནུས་པ་དེ། ཕྱི་ལོ་ནས་འབྱུང་བ་མངོན་པའི་གི་ནུས་པ་དེ་ཚད་པ་གཅིག་ནས་འགོ་ཚུགས་པ་རེད་ང་རང་ཚོ། དེ་ང་རང་ཚོ་གི་ཆོས་ཁས་མ་ལེན་དང་ལྟ་གྲུབ་སྐད་ཆ་མ་རེད་འདི། ཅིག་རང་བྱུང་གོ་སྒྲིག་གི་ཐོག་ནས་རེད། ད་དུས་ཚོད་འཕྲད་དེ་ག་ལེ་ག་ལེ་རྗེས་མ་ཚན་རིག་པ་ཚོ་གི་གནད་འགག་དེ། ཏན་ཏན་ཁོང་ཚོ་གི་དེ་གཏན་ཚིགས་དེ་གཏན་ལ་དཔབ་ཐུབ་པ་རེད་དྲན་གི་འདུག་ད་དང་ཐག་གི་ཆ་ལ་ཁོང་ཚོ་ཡང་དང་དག་ཞིག་ནས་འགྲོ་བསྡད་རོ། དེ་ལ་ང་གཟུགས་ཀྱི་དེའི་སངས་རྒྱས་བཅོམ་ལྡན་འདས་ནི་རྣམ་པ་ཐམས་ཅད་མཁྱེན་པ་རྒྱུད་ལ་སྔགས་འདི་ཉིད་ཆོས་ཐམས་ཅད་ལག་མཐིལ་གྱི་ལྕུ་རུ་ར་བཞིན་དུ་མཁྱེན་རྒྱུ་ཡོད་དེ་ཁོང་གི་ཆེད་ནི་གསུངས་པ་དེ་ང་གཟུགས་ཀྱི་ད་ལམ་ལུགས་གཟུགས་ཀྱི་ཐོག་ནས་ང་ཚོ་ལག་ལེན་བསྟར་ནས་ང་གཟུགས་འདི་བྱེད་དགོས་བར་བ་ཆོས་ཀྱི་ཐོག་ནས་ཡིན་ན་དེང་དུས་ཀྱི་སྤྱི་ཚོགས་ནང་ལོར་ཚན་རིག་པ་ལ་ཡེ་འདི་གཙོ་བོ་འདི་ང་ཚོས་ད་མི་ཤེས་དང་དེ་འདྲས་ཀྱི་ཐོད་ནས་ད་ཆོས་ལུགས་ཀྱི་ད་རྫས་དེ་འདྲས་ལ་བརྟེན་ནས་ང་གཟུགས་ཀྱི་གཟུགས་པོ་འགྲོ་སྟངས་འཕེལ་རིམ་དེ་ལ་བརྟེན་ནས་ཧ་ལས་པའི་དེང་སང་སྤྱི་ཚོགས་ནང་ལ། པ་བ་ལས་སླ་པོ་གི་ཐོག་ནས་པས་སྟབས་བདེ་བོ་མང་པོ་བསྐྲུན་པ་ཡིན་དུས་ད་དུས་ཚོད་ཁྲི་ཨ་ལས་ཤུ་མོག་བ་ཆད། འོ་དེ་འདྲའི་སོང་ཙང་ད་ང་རང་ཚོ་གི་གཟུགས་པོ་འདི། དཔེར་ན་བོད་ཟས་གཅིག་སླེབས་ཚར་པ་ཡིན་ན་གཅིག་པ་རེད་ད་རྒྱ་གར་དང་ཨ་རི་ཁུལ་གཉིས་པ་རེད་ཤེས་པ་ཡིན་ན་དུས་ཚོད་ཀྱི་སྔ་ལང་གི་ཆད་པ་ཡོད་དུས་འདི་ཡང་ཨ་རི་ཨ་རི་གི་དུས་ཚོད་རྩིས་དགོས་གི་རེད་རྒྱ་གར་རྒྱ་གར་གི་དུས་ཚོད་རྩིས་དགོས་གི་རེད་མ་གཏོགས་ཨ་རི་ལ་ཞུ་ན་ཡང་རྒྱ་གར་དུས་ཚོད་འདི་ཚེས་པ་འདི་ཡིན་པ་དང་ཨ་རི་འདི་མ་ཡིན་པ་དེ་འདྲའི་ཆོས་ཉིད་དགོངས་པ་བཞེས་རྒྱུ་ཡོད་མ་རེད། སོ་སོ་ག་པ་ལ་ཞུ་འོས་ན་འང་དེ་བྱས་ད་དེ་ནི་འཛམ་གླིང་འདི་འང་གཅིག་གི་ཉི་ཟླ་འཁོར་རྒྱུག་གི་ཐོ་ནི་ཏག་ཏག་ཏག་ཏག་གཅིག་གི་ཟླ་བ་གི་ཤ་ཐང་ཐོ་ནི་དེ་འདྲའི་ཡོང་གི་མི་འདུག་ན་དེ་ལ་དཔག་པའི་ང་རང་གི་སློབ་སྦྱོང་བཀྲེས་དང་ལོ་ཁ་ཅིག་རང་བཞིན་གྱིས་ངའི་གནད་འགག་དེ་ངས་ཤེས་ཀྱི་ཡོད་དེ་རྗེས་མ་སྐབས་དང་དུས་ལ་མ་ལྟོས་ད་ལྟ་འདི་ན་ལ་ཞུ་བསྡད་ན་ཆོག་ས་ཁེལ་མི་འདུག་ཨ་ད་ལྟ་དེ་གཙོ་བོ་དེ་ད་རྒྱ་གར་ལ་རྒྱ་གར་ལུང་པ་ལ་དཔེ་བཞག་ནས་ད་དེ་འདྲའི་འདྲ་པོ་ཞུ་གོ་ད་རྒྱ་གར་དང་བོད་ད་གཅིག་པ་རོ་བག་ཡོད་དམ་ཟུ་དེ་ཚང་མ་ལོ་གཅིག་སྙོམ་གི་འགྲོ་སྟངས་རེད་འདྲ་པོ་རེད་ད་ཨ་རི་དེའི་ཏག་ཏག་ཉིན་མཚན་གོ་འདོད་ནི་མ་རེད་མ་གཏོགས་རྩ་ཡུལ་འགྲོ་སྟངས་ཤ་སྟངས་དེ་ཕན་ཅི་གཅིག་པ་རེད་དྲན་གི་འདུག་འོ་དེ་འདྲའི་སོང་ཙང་གནད་ལྔ་དེ་ཤེས་པའི་ཐོག་ནས་ང་རང་ཚོ་ཚེ་པ་གཅིག་ལ་རོ་བ་ང་རང་ཚོ་གི་ད་ཐིག་ལེ་དཀར་མ་དཔེ་ན་དཔེ་ན་བུ་ལ་ཡིན་ན་ད་ང་ཚོ་ཐིག་ལེ་དཀར་པོ་བདེ་བས་གི་ཆ་དེ། གཅིག་གི་དང་ཚད་པ་གཅིག་ནི་ང་ཚོའི་གི་དང་ཟ་འཐུང་ལ་རོལ་ཡ་སྨན་ལ་རོལ་ཡ་ད་ཡུལ་ས་ནང་གི་འཚོ་རྒྱུ་རེད་རིན་ཆེན་རི་བོ་རེད་བོད་གི་སྨན་རེད་ད་ང་རང་ཚོའི་རླུང་བུ་འབར་ཅན་མིང་སྲིང་གི་ཟུངས་ཡ་དེ་ཚོ་རེད་ཚང་མ་ལ་བརྟེན་ནས་ང་ཚོའི་ཐིག་ལེ་གི་ནུས་པ་ང་ཚོ་གི་མི་ཚེ་གཉིས་དེ་མ་ཞིག་དོན་གང་བ་མིའི་ཚེ་གཉིས་བླངས་ནས་ཀླད་པའི་གི་ལས་གཡོས་ཀླད་པའི་གི་ལས་གཡོས་དེ་ནས་སྙིང་གི་འཕར་ཚད་ལ་འབྲེལ་བའི་དེ་ནས་གཟུགས་པོ་གི་ཨ་ནི་བདེ་ཐང་དེ་ཡོངས་སུ་རྫོགས་པ་དེ་ནུས་པ་རང་ཡལ་གི་ནུས་པ་བརྗོད་ར་དེ་ནུས་པ་དེ། ཚད་པ་གཅིག་ནས་འགོ་བཙུགས་འོ་རེད་དེ་ཚད་པ་གཅིག་ལ། གཙོ་བོ་དེ་ང་ཚོ་རྩ་བའི་གཟུགས་པོ་ཆ་ཚང་དང་ལེན་དགོས་བ་རེད་དེ་གཙོ་བོ་དེ་ས་དེ་རྐང་ཐིག་ལེ་རེད། དཔེར་ན་ཕོར་པ་གང་ལ་ཆུ་བླུགས་དེ་ཆུ་གང་ནས་མ་བླུགས་པ་རེད་དེ་ས་གཡོ་བ་ལ་བསྡད་པ་ནས་བཟུང་ཚད་པ་གཅིག་བྱས་དེ་ནི་ཚད་པ་གཉིས་ལ་ཡག་ཡོང་གི་རེད་དེ་ནི། ཉམས་རེ་བྱས་དེ་ནི་ཡག་དཔེ་མོ་ནས་ཡག་ཡོང་དགོས་བ་རེད་དེ་ནི་ཡག་ཡག་ཡོང་སྟངས་དེ་གཅིག་དང་གཉིས་ཞུ་མོང་བ་བྱས་དེ་འདྲའི་བྱས་ནས་ཡག་བསྒྲུབ་དུས་དེ་ནི། ཚེས་པ་བཅོ་ལྔ་ལ་སླེབས་དུས་ང་ཚོའི་སྐྱེ་བོ་ལགས། སྐྱེ་གཟུགས་ལགས་དེ་ནི། སྐྱེ་གཟུགས་ཀྱིས་ད་བདེ་བ་ཆེན་པོ་ལགས་འདི་མ་གཏོགས་ད་ང་ཚོ་ཐིག་ལེ་གང་འགྲོ་བ་རེད། དེ་འདྲའི་སོང་ཙང་ང་རང་ཚོ། ཉག་སྟོང་བརྒྱད་གསུམ་ལ་ཡོད་དང། ཨོ་དེ་འདྲས་ཀྱིས་ད་ཅིག་ཚེས་སང་དུས་སང་ཚེས་དགུ་བའི་རྒྱུ་མཚན་དེ་ལུས་ཀྱི་འཕེལ་རིམ་ལ་དཔེ་འདྲ་བ་ཆེན་པོ་ཡོད་རེད། ཨོ་དེ་འདྲས་ཀྱིས་རྣམ་པ་ཚོའི་ཐུགས་ལ་འཇགས་དེ་ཡིན་ན་ད་ལྟའི་ཚེས་པ་བཅོ་ལྔ་སྐྱེས་དུས་ང་རང་ཚོ་གི་གཟུགས་པོ་འདི་ཐིག་ལེ་གྱི་ཆ། དཔེར་ན་ཟླ་བ་ཉག་གང་བ་ན་ཞེས་ང་ཚོས་ལ་སྒོ་དབྱེ་གི་ནུས་པ་ཡོངས་སུ་རྫོགས་པ་དེ་ཆ་ཚང་རག་ཐུབ་པ་རེད། ད་དེ་ནས་ཚེས་པ་བཅོ་ལྔ་གི་རྗེས་ལ་ད་ས་ཉིན་ཚེས་པ་བཅུ་དྲུག་རེད་བ་ཚེས་པ་བཅུ་དྲུག་ནས་མ་རྩ་བའི་གི་ཆ་ནས་ང་རང་སུ་ལུང་བུམ་པ་ཅན་བཟུང་བས་ད་ཨ་ནི་ཞལ་ལག་མཆོད་ཡ་མེད་མཆོད་ཡ་ད་ག་རེ་ཡུལ་ས་ནང་གི་འཚོ་བཅུད་ད་ག་རེ་རྣམ་པ་ཚོའི་ཆུ་ཁོལ་ཡིན་ན་ཡང་འདི་ཡོངས་སུ་རྫོགས་པ་གི་ཕྱི་ལོ་ནས་རྫས་ཀྱི་ནུས་པ་རག་གོ་བ་རེད་ཡིན་ནས་དངོས་གནས་ཀྱི། ནུས་པ་ལེན་གྱི་དུས་ཚོད་དེ་ཚེས་པ་གཅིག་ནས་བཅོ་ལྔ་བར་དུ་ཡོད་མ་རེད། དེ་ཡིན་དུས་ཚེས་པ་བཅུ་དྲུག་ནས་ང་ཚོ་གང་ཞིག་ཡོད་པ་དེ་དག་གཟུགས་པོ་རྣམས་ལ་འཁོར་རྒྱུག་གིས་བེད་སྤྱོད་བཏང་དགོས་རེད། བེད་སྤྱོད་དེ་ཚེས་པ་བཅུ་དྲུག་ནས་མར་བཏང་སྐོར་བཅུ་དྲུག་བཅུ་བདུན་ནས་མར་བཅོ་བརྒྱད་བཅུ་དགུ་ཉི་ཤུ་ལ་དུས་ད་དེ་ནས་མར་ད་འདི་ལ་ད་ཚེས་པ་མར་ངོས་རོགས་མར་ངོས་ལ་དུས་ད་དེ་ནས་མར་མར་མར་ཚེས་ནི་ཟླ་བ་ཡིན་ན་སྒྲིབ་པའི་ཆ་ལ་མར་འགྲོ་དགོས་རེད་དེ་འདྲའི་སོང་ཙང་དེ་ནི། ངོ་བོ་འདི་ཐུགས་ལ་བཞག་པའི་ཐོག་ནས་ང་རང་ཚོ་གི་རྩ་བའི་གི་གཅིག་ནུས་པ་ལེན་ཡིན་གི་དུས་ཚོད་ཡག་ཤོས་ཡོད་དེ་ཚེས་པ་གཅིག་ནས་ཚེས་པ་བཅོ་ལྔ་བར་དུ་རེད། ཚེས་པ་བཅུ་དྲུག་ནས་བར་ད་ང་ཚོ་ལ་དགོས་ཡོད་དེ་བར་འདི་ཆེད་དེ་ཆེད་དུས་ང་ཚོ་དེ་ནས་བར་ད་ང་ཚོ་བཅའ་ལག་དཔེར་ན་ང་ཚོ་དངུལ་གཅིག་ཡོད་པ་ཡིན་ན་ཟླ་བ་གཅིག་ལ་གླ་ཕོགས་གཅིག་ཡོད་ན་དཔེར་ན་གླ་ཕོགས་ཆ་ཚང་དེ་ལག་པ་ལ་ག་ཚོད་རག་པ་དེ་མ་རྫོགས་བར་དུ་བཏང་གི་བཏང་གི་བཏང་གི་བྱེད་ཀྱི་རོགས་འདིའི་གྲོགས། གཉིས་ལ་གཅིག་ཉི་མ་ཉི་མ་དཀའ་ལས་བརྒྱབ་ན་ཟླ་བ་གཅིག་ལ་གླ་ས་དེ་འདྲས་ཅིག་རག་དགོས་བ་རེད་ལབ་དུས་ཚད་པ་ཅི་ནི་ད་ང་ཚོའི་གི་ད་ཐིག་ལེ་སྐར་མ་སོ་སོ་སོ་སོ་གི་ནུས་པ་དེ་ཡག་ཡག་སམ་ཚད་པ་བཅོ་ལྔ་ལ་ད་ཆ་ཚང་གཅིག་དགོས་ཡས་གི་ཟླ་བ་གཅིག་གི་ད་གླ་ས་འདྲ་བོ་ཆ་ཚང་དེ་ཚད་པ་བཅོ་ལྔ་རག་བ་རེད་ད་ང་ཚོ་དེ་བེད་སྤྱོད་བཏང་དགོས་བ་རེད་དེ་བེད་སྤྱོད་བཏང་དུས་རང་བཞིན་གི་ཡས་ཚད་པ་བཅུ་དྲུག་ནི་མ་རང་བཞིན་གི་ཡས་ཐིག་ལེ་དེ་ཉུང་དུ་ཉུང་དཔེར་ན། ཐོག་ཁ་ན་ལ་ཆུ་དག་དག་དེ་ཆུ་འཐུང་གིན་འཐུང་གིན་མར་རྫོགས་འགྲོ་བ་ན་ཞི་ཨན་ཐིག་ལེ་གི་ཕྱག་གིས་ཐིག་ལེ་སྐར་མ་སོ་སོ་བུ་ཕོ་མོ་སོ་སོ་གི་ནུས་པ་དེ་རྩ་བའི་གི་བ་དེ་མ་ཉུང་དུ་ཉུང་དུ་ཉུང་དུ་འགྲོ་བ་རེད། འོ་དེ་ཆད་དེ་ནས་ཉི་ཤུ་བརྒྱད་དགུ་རྣམ་པ་ཉི་ཤུ་བརྒྱད་ནས་ལི་ཐོའི་རང་བཞིན་གྱི་འོ་ཧ་ཅང་གི་ཉུང་ཉུང་ཆགས་འགྲོ་བ་རེད། དཔེར་ན་མཁའ་ལ་ཞུན་འབུད་ཅིག་ཟ་བ་ཡིན་ན་ཐ་མར་རྫོགས་འགྲོ་དུས་ཞིམ་དག་ཆུ་ནི་གྲོག་པོ་མ་བྱས་ན་ཡང་ཅིག་ཅིག་བལྟས་ཟིག་ཡོད་པ་དེ་ཕར་བྲེལ་བྲེལ་བྱས་ནས་ང་ཚོས་ད་ཟ་ཡ། ཐོ་ཡན་དེ་འདྲ་རོལ་གྱི་ཡོད་དུས་འདི་འདྲ་བ་རས་དང་ཉི་ཤུ་བརྒྱད་དང་དགུ་དང་གནམ་སྔགས་གསུམ་འདི་ཧ་ཅང་གི་བར་ཉམས་མ་ཡིན། གཟུགས་པོ་ན་ལ་དང་ང་ཚོས་གཟིགས་སྟངས་གཟིགས་བྱེད་དང་ལྡན་པ་ནུས་ཤུགས་དེ་འདྲའི་གི་ད་ག་ཚོད་ཀྱི་ཆོས་ལུགས་ནི་མཐུན་ཆེ་བཟང་པོ་ཡིན་ན་ཡང་རྩ་བའི་གཟུགས་པོ་ན་ལ་ཅིག་གི་ད་དེ་འདྲའི་གི་ད་ནུས་པ་དེ་མ་རྫོགས་པའི་དུས་སུ་ཁེལ་དགོས་བ་རེད་དེ་འདྲའི་སོང་ཙང་ང་ཚོ་གི་ནམ་མཁའ་ལ་དུ་བེད་ཁོ་ད་ད་ང་ཚོ་ལ། ཆོས་ནི་ཡོད་མ་སྟོང་པ། འཕོ་བ་དང་མ་བསྲེས་ན་སྟོང་པ་སྟོང་ཆའང་ཆགས་འགྲོ་བ་རེད། འོ་དེ་རྣམ་པ་ཚོའི་ཐུགས་ལ་འཆེམ་པའི་དོན་ནི། ང་ཚོ་ཉག་སྟོང་རྒྱལ་གསུམ་ལ་དུས་ད་ལྟའི་གནད་འགག་དེ་གཉིས་སྐོར་ལ་ཅིག་ཞུ་གིན་ཡོད་ལ། དེ་འདྲའི་སོང་ས་ད་ང་ཚོའི་རྣམ་པ་ཚོས་ཀྱི་དུས་ཆུང་ག་དུས་གནང་དགོས་ཀྱི་འདུག་ལབ་ན། ང་རང་ཚོ་འདིའི་ནང་ལོ་ལ་ད་གྲྭ་པ་རབ་ཏུ་བྱུང་བ་དང་ཨ་ནེ་ཡིན་ན་ནི་སོ་སོ་སྡོམ་པ་བསྲུངས་ནས་ཚུལ་ཁྲིམས་བསྲུངས་ནས། ད་ཁོ་བ་ཀརྨ་གི་ལས་ཀ་དེ་ཚོ། འདོད་ཆགས་ལ་ཡང་ད་ཡོང་གི་རེད་དེ། སྡོམ་པའི་དབང་གིས་ལྷ་གནས་འགོ་བ་འདི་གནས་ཡིན་དུས་དེ་འདྲ་བའི་གི་ཅིག་ཐིག་ལེ་དཀར་དམར་གི་ནུས་པ་དེ་སོ་སོ་གི་ཕྱི་ལ་མ་འདོན་པ་ཆེ་སྡོམ་པའི་གི་དབང་གིས་སོ་སོ་གི་གཟུགས་པོ་ལ་ཕར་འགྲིམ་འགྲོ་དགོ་རེ་སོ་སོ་གཟུགས་པོ་ལ་ཕར་འཐིམ་འགྲོ་དུས་དེ་ལ་ཚུལ་ཁྲིམས་གི་དྲི་མ་ལ་ཨེ་ཅིག་ཡོང་གོ་རེ་དེ་ཚུལ་ཁྲིམས་གི་དྲི་མ་ལ་ཨེ་དེ་མང་པོ་ཅིག་ཕྱིན་གི་ཡོད་མེད་ཧ་གོ་མ་སོ་ར་བ་དོན་དག་ལ་དེ་ཚུལ་ཁྲིམས་གི་དྲི་མ་དེ་རྩི་དང་ཅིག་གྲ་པ་རབ་ཏུ་འབྱུང་བ་དང་ཕུན་ཚུགས་ལ་ཡོང་གོ་རེ་དེ་མ་ཏོ་ང་རང་སོ་ཐིག་ལེ་ཕྱི་ལོ། ཐིག་ལེ་སྐར་མ་དེའི་འདོད་ཆགས་ལ་རོལ་ཏེ་ངེད་ཀྱི་འཇིག་རྟེན་ཕྱི་མ་ད་སྔགས་པ་ཡིན་ན་ཡང་ད། སོ་སོའི་སྤུ་གུ་བཟོ་མཁན་ཡིན་ན་ད་དེ་ཚོའི་ཚང་མ་དེ་ལ་ཚུལ་ཁྲིམས་ཀྱིས་བྱེད་ལ་ཡོད་དེ་ཡོང་གི་མ་རེད། ད་ཡང་བྱང་ཆུབ་སེམས་དཔའ་ཧ་ཅང་གི་ཚད་མཐོན་པོ་དེ་འདྲའི་སླད་ན་རང་བཞིན་གྱིས་ད། ཁོ་རང་གཅིག་གིས་ད་ཚུལ་ཁྲིམས་སྲུང་བ་ན་ཞིག་གི་ནུས་པ་ཡོད་དུས་དེ་ལ་ཚུལ་ཁྲིམས་དྲི་མ་ག་ཡ་ཡོང་གི་རུང་བ་དེ་མ་གཏོགས་ང་རང་ཚོ་ལས་དང་པོ་བ་ཡིན་ན་སྔགས་པ་དང་ཁྱིམ་པ་ཚང་མ་བློ་ལ་དེ་ཚུལ་ཁྲིམས་ཀྱི་དྲི་མ་དེ་རྩ་བ་ཉིད་ནས་ཡོང་གི་མ་རེད། ཚུལ་ཁྲིམས་ཀྱི་དྲི་མ་དེ། ནུས་པ་ཡོངས་དག་འདི་ག་ལ་ན་སོ་སོ་གི་གཟུགས་པོ་ལ་འདོད་ཆགས་ཐིག་ལེ་སླེབ་པ་དེས་སོ་སོ་གི་བེད་སྤྱོད་མ་བཏང་པ་ཆེ་འདི་ལ་ཉིད་མི་རྟག་ཡིན་དུས་དེ་འདྲ་བའི་ནུས་པ་དེ་སོ་སོ་ལ་ཤ་ཁུ་ཤ་ལ་ཐིམ་ལབ་པ་ན་ཞིག་སོ་སོ་གི་ནུས་པ་དེ་སོ་སོ་གཟུགས་པོ་ན་ཅག་ཏུ་ཐིམ་འགྲོ་དུས་དེ་གི་མིག་སེར་གི་གཟུགས་པོ་ལ་ཡང་དག་བདེ་བ་ཆུན་པོ་ཨ་ནི་ཡེ་གཅིག་ག་རེ་ཡིན་ན་ཆོས་ཉམས་ལེན་བྱས་ཡོད་དུས་སུ་ཨ་ནི་མ་བྲ་བ་གཅིག་ཡོང་བས་དེའི་གཙོ་བོ་དེ་རང་རྒྱུད་གོ་རྒྱུད་ཀྱི་ཐོག་ནས་ཐིག་ལེ་དཀར་མ་འདི། འཇིག་རྟེན་ཕྱི་མ་དང་མ་འདྲ་བར་དེ་འདྲ་ཡི་ཐོག་ནས་ཡོང་དགོས་པ་རེད། ཡིན་ན་ཡང་གཅིག་གིས་གྲྭ་པ་ནི་གདོན་པ་ཡོད་མཁན་ཚོ་ཡིན། ད་བི། ནད་ཀྱི་དབང་གིས་ཡང་ཆེ་ལ་འཁོར་བ་དོན་འགྲུབ་ཡ་འགའ་ཞིག་གིས། སྙིང་གི་ནང་ལ་ཡ། སྨོན་ལམ་གྱི་དབང་གིས་དེ་ནི་སོ་སོ་སྔོན་མ། ཕྱི་མ་ཡིན་ན་འདི་གི། འདོད་ཆགས་ཐོད་པའམ་ཡང་ན་བཅའ་བ་སྔ་མ་ཐོད་ལ་དེ་འདྲའི་དབང་གིས་རྨི་ལམ་ནང་ལ་ལ་ཡང་འཁོར་བ་གཅིག་གི་དང། ཐིག་ལེ་སྐར་མ་དེ་འདྲའི་ཆེ་ལ་ཐོད་པ་དེ་རུ་ཡོང་གི་བ་རེད་དེ་དེ་ཁྱོད་བྱས་ཀྱི་ཡོད་མ་རེད་དེ་སོ་སོ་གི་ལས་དབང་རོགས་དངོས་གནས་ཀྱི་ཚུལ་ཁྲིམས་རྣམ་ཐར་གསུངས་དེ་ན་རྨི་ལམ་ནང་ལ་ཡང་ཚུལ་ཁྲིམས་དེ་འདྲའི་གསུངས་འགྲོ་བའི་ཆ་དུས་དེ་ལས་ཀྱང་དེ་ནི་དངོས་གནས་ཀྱི་ནུས་པ་ལྡན་པ་ཆགས་ཀྱི་རེད་བ། འོ་དེ་འདྲ་རེད་ད་འདི་ལ་ངས་ད་ལྟ་འདི་ལ་གནད་འགག་ཅིག་རྣམ་པ་ཚང་མིན་གྱི། ཐུགས་ལ་བཞག་དགོས་ཨེ་ད་ངས་འདི་སློབ་ཚན་འདི་གཙོ་བོ་འདི་ལོ་ཉི་ཤུ་རྩ་གཅིག་ནས་ལོ་དྲུག་ཅུ་བར་དུ་ལ་གཙོ་བོ་དམིགས་ནས་ཞུ་དགོས་རེད་བ། ཡིན་ན་ཡང་ད་འདི་གང་ལ་ལོ་ཆུང་བ་དེ་འདྲས་ཡིན་ཉི་གི་རེད་ལ་ལོ་རྒན་པ་ཚོའི་སེང་གི་རེད་དེ་ཆད་པ་གེ་ཡོད་མ་རེད། སོ་སོ་སོ་གི་རིག་པ་སྤོ་བཞག་ཡོད་རེད་བ། འོ་དེ་འདྲས་བྱས་རྣམ་པ་ཚོའི་ཐུགས་ལ་བཞག་ད་འདི་ལ་ཨེ་འདྲས་རེད། ང་རང་ཚོ་གི་ད་དཔེར་ན་དཔེར་ན་ད་ཚེ་པ་གཅིག་ནས་ཡར་ངོ་ཚེ་པ་བཅོ་ལྔ་བར་དུ་སྔ་རབས་གཙོ་བོ་གཅིག་གི་འདོད་ཆགས་ལ་རོལ་པ་ཡིན་ན། སྤྱི་བཏང་གི་འདོད་ཆགས་རོལ་སྟངས་དེ་ཧ་ཅང་གི་མང་པོ་མ་ཡིན་པར་ཆེད་སོ་སོ་གིས་དགོངས་པ་བཞེས་དགོས་རེད་གཟུགས་པོ་སྐྱོ་པོ་དང་དེ་འདྲས་ཡིན་ན་མང་པོ་བྱས་པ་ཡིན་ན་ནུས་པ་རག་གི་རག་གི་ལ་དེ་མ་ཐག་ཏུ་གཅིག་ཁོ་བ་ཐིག་ལེ་སྐར་མ་དང་ཆགས་འདི་ཆགས་སྲེད་ཀྱི་དབང་གིས་གཟུགས་པོ་གི་སྟོབས་འདི་ཡག་པོ་བྱེད་གི་མ་རོ་བ་དེ་ནི་ཆང་པ་ན་ཡོད་དང་ལས་ན་ས་མང་པོ་ཅིག་ཡོང་གི་རེད་དེ་སོ་སོ་སུ་དགོངས་པ་བཞེས། འོ་དེ་འདྲ་བྱས་ད་ཚེ་པ་གཅིག་ནས་ཚེ་པ་བཅོ་ལྔ་བར་དུ་སྤྱི་དང་གི་ད་ང་རང་སོགས་ཀྱི་ཅིག་ག་ལ་བར་ད་ཐིག་ལེ་འཕེལ་བའི་དུས་ལ་ཡོང་དུས་ད་དེ་ནས་ཡང་ཡང་རྩིས་ཡོང་དུས་ཙམ་ནས་ང་རང་སོགས་ཀྱི་ཚེ་པ་བརྒྱད་འདི་ལ་ཅིག་ཅིག་ག་ལ་བར་རབ་བྱུང་ན་ཚེ་པ་བརྒྱད་ལ་ཉག་སྟོང་རྗེས་གསུམ་ན་ནི་བརྒྱད་པ་དེ་ཁེལ་དུས་འོ་འདི་ལ་རྣམ་པ་ཚུལ་གྱིས་འདོད་ཆགས་ད་ཆགས་ཚེ་ལ་མ་རོལ་ན་དཔེ་ཡག་པོ་རེད་གོ་ཨ་དེ་འདྲའི་གོ་བ་སྐར་མ་ཕྱེད་ལ་མ་སྡོད་ན་ཡག་པོ་རེད་འདི་ལ་ང་རང་སོགས་ཀྱི་ད་ཆོས་ཆོས་ནི། ཨ་ནི་ཀླུ་ངོམ་རྣམ་པ་ཐ་ཆུའི་རྗེ་བཙུན་སྒྲོལ་མ་གྱི་དུས་ཆེན་དང་ཨ་ནི་སངས་རྒྱས་སྨན་ལགས་ཀྱི་དུས་ཆེན་ལགས་དགོས་ཡོད་ཀྱི་གནད་འགག་དེ་ཚེས་པ་བརྒྱད་ལ་གར་བྱེད་ནི་ཟིན་པ་རེད། འོན་ཏེ་ཚེས་པ་བཅོ་ལྔ་ལ་ཆགས་ན་འགྲིག་གོ་བ་རེད་དེ། ཡང་ན། གཅིག། གར་བྱེད་ནི་ཚེས་པ་བརྒྱད་ལ་འདང་དགོས་ལགས་ན་འདི་ལ་ཡང་མིང་སྲིང་གི་རྩ་རླུང་ཐིག་ལེ་གྱི་ཉམས་ལེན་བྱེད་ངེས་ཚེས་ཐུམ་པོ་ཐོག་ལ་འདི་གའི་འགྲེལ་བཤད་དེ་རྒྱབ་པ་ཡིན་ན། དངོས་གནས་ཀྱི་གནད་ལ་མཁས་པ་ཞུ་བོ་ཆེའི་ཉམས་ལེན་ལ་ཡང་ཡོང་གི་རེད་དེ་ད་ང་རང་ཚོ་ཚང་མ་ལ་གོ་བདེ་ཡིན་ཞེས་ཞུ་དགོས་དུས་ངས་འདི་ལ་ཡག་ཐག་རྣམ་པ་ཚོ་ལ་ག་རེ་ཞུ་ཡིན་ལབ་ན་ང་རང་ཚོ་གི་ཚེ་བ་རྒས་ཀྱི་ཉིན་མོ་དེ་ལ་གཅིག་གི་ད་ཆོས་ཁས་ལེན་མཁན་ཅིག་ཡིན་ན་གཅིག་གི་ད་དམིགས་བསལ་གྱི་སྒྲོལ་མ་ས་ཡག་དེ་ལ་ཡིན་གཅིག་མིན་གཅིག་དཀར་ཟས་ལ་རོལ་ཐོས་ཡག་དེ་འདྲས་གནང་ན་དཔེ་ཡག་པོ་རེད་དེ་ནི་སངས་རྒྱས་སྨན་ལགས་ཀྱི་མཚན་སྔར་འབྲང་ཡག་དེ་འདྲས་བྱེད་ཐུབ་ན་དམིགས་བསལ་གྱི་གཟུགས་པོ་རྣམས་ལ། དེ་འབྲེལ་གྱི་སངས་ཆེན་སྨན་བླ་ཀྱི། ད་ཚེ་ལྔ་བདུན་ནི་རིན་ཆེན་རིལ་བུ་དང་འདི་མ་ཡིན་པ་སོ་སོ་གྱི་ན་བཟའ་བཅོ་བོ་རྐྱེན་སེལ་ལག་ན་སྒྲ་དོན་དང་ནའི་ན་བཟའ་ག་ལེར་ལ་སྨན་ཟ་བའི་ནང་དོན་ཚུལ་ཁྲིད་དེ། ལ་སོ་སོ་གྱི་ལག་ཏུ་ལེན་ནས་སངས་ཆེན་སྨན་བླ་ལ་ཡང་གསོལ་བ་བཏབ་ན་ཁོང་གི་བྱིན་རླབས་འབྱུང་བས་དང་ཨ་ནི་རྒྱུ་མཚན་སྒྲོལ་མ་ལ་ཡང་གསོལ་བ་བཏབ་པ་ཡིན་ན་སྨིན་སྲེག་གི་ང་ཚོའི་བྱ་བ་ལམ་འགྲོ་ཡག་པོ་ཡོང་གི་རེད། འོ་དེ་འདྲའི་སོང་ཙང་ང་ཚོའི་ཚེ་དཔག་བརྒྱད་དེ། གཅིག་གི་ད་ཟླ་བ་གཅིག་གི་ནང་ནས་ང་རང་ཚོ། ཐིག་ལེ་སྐར་མ་དེ་ཕྱི་ལ་མ་སྟོན་པར་ཆད་འདིའི་མྱུར་མོར་དེ་ལ་སོ་སོ་རང་ཉིད་ཀྱིས་ཨ་ནི་ཡེ་ཅིག་དཔེར་ན་ག་ལོག་པར། སོ་སོ་གིས་ད་དཔེར་ན་ལོ་ཆུང་བ་ལགས་པར་ད་སློབ་སྦྱོང་ལ་ཞུ་བོ་བརྩོན་ངེས་ཡིན་ན། ཅིག་སློབ་སྦྱོང་ལ་ཅིག་བརྩོན་པ་དེ་ལ་ཡང་དམིགས་བསལ་གྱི་རིགས་འདུག་དེའི་རང་བཞིན་གྱིས་སེར་པོ་དང་ཟིན་པ་དེ་དྲན་པ་མ་བརྗེད་པ་དེ་འདྲའི་ཡུང་བས་ལ་ཁོ་རང་དམིགས་བསལ་གྱིས། ཅིག་འདིའི་མྱུར་མོ་དེ་ག་ལོག་པར་ང་ཚོའི་ཀླད་པའི་གི་རང་བཞིན་གྱི་སེམས་པ་དེ་དཔེ། ཤེས་རབ་སྐྱ་བོ་བཞི་ལེགས་རེ། ཨོ་འདི་རླུང་གི་འཕེལ་རིམ་དེ། ཡ་ཡ་ཀླད་རྡུལ་དཀར་ལ། ཨོ། ཚད་པ་བརྒྱད་ཀྱི་ཉུང་མོ་དེ་དག། གནས་དེ་ང་ཚོའི་སྙིང་ག་ཁ་བརྡོལ་དག་ལ་ཀླད་པ་བཞག་ལ་དེ་ལ་བཞག་ན་འགྲིག་བ་རེད། ཨོ་དེ་འདྲའི་སོང་ས་དེ་ཡི་དབང་གིས་ང་རང་ཚོ། ཨོ། གཅིག་གི་དཔེ་ནའང་གཅིག་གི་ཨེ་འདྲ་རེད་ད། སྙིང་གི་འཕར་ཚད་དེའི་ཁ་བརྡོལ་ལ་ཀླད་ཡིན་དུས་དེ་གི་ཤུགས་ཀྱིས་ང་ཚོ་སྲོག་འཛིན་གྱི་རླུང་ལ་རེ་བ། སྲོག་རླུང། ཐོག་མར་ང་ཚོ་མ་ཡི་གཉེན་ལ་ཉེ་མཚམས་འཇུག་དུས་ཀྱི་རྣམ་ཤེས་དུ་ཐིམ་ཡོང་དུས་དེའི་སྐབས་ཀྱི་ཟླ་ང་ཚོ་སྲོག་འཛིན་རླུང་དེ་ལ་ཟླ་བ་གཅིག་འདི་ཡོད་དུས་དེ་འདྲ་བ་ཀྱི་ནུས་པ་ཁ་བསྡུར་ལ་ཡ་མཚར་བ་སྒེར་ལ་ཁེལ་དུས་དེའི་དབང་གིས་ང་རང་ཚོ་དཔེར་ན་གཅིག་གཟུགས་པོ་ན་རླུང་ཡིན་ན་མ་ནིང་གི་རླུང་ཁམས་དེ་ཤུགས་ཆོམ་པོ་འཇུག་འོས་ཀྱི་དུས་ཚོད་དེ་ཚད་པ་སྒེར་ལ་ཆ་ཁ་ཡོད་དུས་དེའི་ཉིན་མོ་དེ་སོ་སོ་གྱི་རྗེ་བཙུན་སྒྲོལ་མ་སྒྲོལ་མཆོག་ཕུལ་ཡ་སྒྲོལ་མ་ས་ཡ་སངས་རྒྱས་སྨན་བླ་ཚེ་དངག་འདོད་ན་དུས་ཚོད་དཔེ་ཡག་པོ་རེད་འདི་ལ་ཡང་ཐིག་ལེ་སྐར་མ་འདོད་ཆ་ལ་རོལ་ན། དེ་འདི་གི་གཅིག་སེམས་པ་གི་ཨ་ནི་ག་ལ་བ་ད། སོ་སོ་གི strong ནུས་པ། ཨ་ནི་ང་རང་ཚོ་ལ་གཅིག་དགོས་ཡས་ཀྱི་ནུས་པ་དེ་རང་བཞིན་སོ་སོ་ཆེ་ལ་སྟོན་ཚར་དུས་ལག་སང་ཀླད་པ་ཡང་ན་ཆོམ་ཆོམ་དུ་རང་བཞིན་ཐང་ཆད་པ་དེ་འདྲའི་ཡོང་གི་ཡོད་དུས་ང་རང་ཚོ་དེ་ཉུ་མོ་དེ་ཚེ་བར་རྒྱལ་ཉུ་མོ་དེ་ལ་གཅིག་གི་ད་ཆ་སེ་ལ་རོལ་ཡས་དེ་མ་གནང་ན་ཡག་པོ་རེད་ཟེར་ངས་དེ་འདྲའི་ཞུ་ཡས་ཡིན་ད་དེ་ནི་ཚེ་བར་བཅུ་ཡིན་ན་ང་ཚོ་གི་ད་སྐྱེས་པ་ཕོ་རེད་བ་སྐྱེས་པ་ཕོ་དུ་ཚོ་ཡིན་ན་ཚེ་བར་བཅུ་ལ་གནས་དུས། རྟོགས་ཀྱིས་ང་ཚོ་དང་སོ་སོ་ལ་ཡང་དུས་ཚོད་སྟོང་པ་དང་དེ་འདྲ་ཡོད་ན་ཚེ་དཔག་བཅུ་གྱི་དགོངས་དག་འདི་གཏད་ཅིག་འདི་ཉིན་མོ་འདི་དཔལ་སྐྱེས་བུ་ལ་རོལ་ཡ་དང་ཨ་ནི་སེམས་པ་འདི་ག་ལ་བར་དང་རང་བཞིན་གྱིས་ཚེ་དཔག་བཅུ་འདི་ང་རང་ཚོ་ལ་ཡོད་ན་སོ་སོ་རང་ཉིད་ལ་ཡང་སྙིང་སྟོབས་དང་སོ་སོ་རང་ཉིད་ཀྱི་གཟུགས་པོ་ལ་ཡང་གཅེས་སྤྲས་བྱེད་ཡ་དང་ཨ་ནི་གཟུགས་པོ་ལ་ཡང་དམིགས་བསལ་གྱི་དང་ནུས་པ་ག་རེ་དགོས་ཡོད་ན་ཚེ་དཔག་བཅུ་ཉུང་མོ་འདི་དཔའ་བོ་ཐོ་ལ་དང་དཔའ་བོ་ལ་རོལ་བ་ང་ཚོ་ཆོས་ཕྱོགས་ནས་བཤད་ན། དེ་ཡིན་རི་ཕོ་འདུ་འཛི་ལ་ཡང་དམིགས་བསལ་གྱི་དུས་ཚོད་ཆད་པ་ཅན་ཆགས་དགོས་བ་རེད། འདིའི་སྐབས་ལ་ཡང་དེ་ནི་དཔེ་བཤད་ནང་སོ་སོའི་དཔེ་ན་ད་ཆང་ས་རྒྱབ་ཚད་ངན་ཡིན་ན་སྐྱེ་མེད་ཚོ་ཡིན་ན་ཚད་པ་སྤྱོད་ཉུང་མོ་འདི། སོ་སོའི་ཁྱོ་ག་དང་སྔོན་མ་གི་ནུས་འཁྲོལ་དེ་འདྲས་ཡོད་པ་ཡིན་ན། གཅིག་གིས་ད་འགྲིག་མ་འགྲིག་ཡོད་ན་ཚད་པ་སྤྱོད་ཉུང་མོ་གི་ཨ་ནི་འགོང་མོ་གི་ཆགས་དེ་ལ་དེ་ནི། སྐྱེ་མེད་སོ་སོ་གས་ད་སོ་སོ་གི་ཁྱོ་ག་ལ་ངོ་སྲུང་ཡ། དེ་འདྲས་ག་རེ་བྱེད་ན་ཁྱོ་ག་གི་སེམས་པ་ལ་ཡག་པོ་བསྡད་ཡ་དང། གཅིག་གི་སེམས་པ་ལ་ཡ་རང་བཞིན་གྱི་རླུང་ཡིན་ན་ཞིག་འགྲོ་ཡ། ཨ། སོ་སོ་སྐྱེ་མེད་ལ་ཡང་དམིགས་བསལ་གྱི། ཨ་ནི་ཡང་བརྩེ་དུང་ལ་འོང་རེད་དམིགས་བསལ་གྱི་ཅིག་ནུ་དྲོད་ཅན་དུ་འཛུམ། ང་ཚོ་ཡིན་ན་རྒྱ་གར་སྐད་ལས་ན་མ་བཀའ་བྲོ་ལ་ཡི་དོ། ཨོ་དེ་འདྲའི་ཆེ་ནི། ད་ཡང་ཁྱད་ཡོད་མ་རེད་ལ་ཡ་ཅི་བ། ཨོ་དེ་འདྲའི་དཔེ་ན། དགོངས་དག་ཞུ་ཡའི་དུས་ཚོད་ཡག་ཤོས་འདི། ཚེ་བ་བཅུ་ལ་ཡང་ད་བུ་ཚོ་ལ་ཡང་བུ་མོ་ཚོ་གི་དཔེ་ལས་འཁྲབ་ཡ། བུ་མོ་ཚོ་གི་བུ་ཚོ་ལ་ཡང་འབྲེལ་བ་གསར་བ་བཙུགས་ཡ་དུས་ཚོད་ཁྲིད་དེ་ཚེ་བ་བཅུ་ལ་བྱེད་ན་དངོས་གནས་གི་བཀྲ་ཤིས་པ་དང་ཡག་པོ་ཅིག་བརྩི་གི་རེད། འོ་དེ་རེད་ད་འདི་ལ་ཆང་སེར་རོལ་མ་རོལ་གྱི་དམིགས་བསལ་ཆད་པ་ཡོད་མ་རོ། འོ་དེ་རྗེས་རྣམ་པ་ཚོས་ཀྱི་ཐུགས་ལ་ཆད། ད་དེ་ནི་ཚེས་པ་བཅོ་ལྔ་དེའི་ཟླ་བ་ཉག་ག་བ་ཡིན་དུས་ཐིག་ལེ་ཆ་ཚང་གི་གང་དེ་ཡོད་རེད་དེ་ཡིན་ན་ཡང་ཁོ་བ་སྐར་མ་ཕུ་དང་བུ་མོ་སོ་སོ་ལ་ཁོ་བ་སྐར་མ་གང་དེ་རེད་དེ་ཚེས་པ་བཅོ་ལྔ་ལ་འདོད་ཆགས་ལ་ཆུད་ནས་རོལ་མི་ཉན་རེད། དེ་ག་ཡིན་ཟེར་ན་འདི་ཉུན་མོ་དེ་ང་རང་ཚོ་གི་གཟུགས་པོ་རྣམས་ལ་གཟིགས་སྟངས་ཡོངས་སུ་རྫོགས་པའི་ཉུན་མོ་ཡིན་དུས་དེ་གཟུགས་པོ་རྣམས་ལ་རང་བཞིན་གྱིས་ཕྱོགས་ཡོངས་ལ་ཡ། དཔེར་ན་གཅིག། ཁོ་རང་གི་ནུས་པ་དེ་ཕྱོགས་ཡོངས་ལ་དང་ང་ཚོ་སྤྱིར་ཚུལ་ནི་རྐང་མཐིལ་བར་དུ་ཐིག་ལེ་ཡོངས་སུ་བརྫངས་པས་ཐིག་ལེ་ཁར་ཡོངས་སུ་རྫོགས་པ། ཨ་ནི། གཅིག་ང་རང་ཚོ་གཟུགས་པོ་ན་ཡོད་པའི་སྐབས་ལ་ཁད་དུས་འདི་དག་རང་བཞག་བཞག་ན་གཟུགས་པོ་ན་ལ་རང་བཞིན་གྱིས་སྐྱིད་པའི་འཚོ་བ། ཨ་ནི་ཆོས་དགེ་བ་ལ་འཇུག་བདེ་བ། ཨ་ནི་རང་བཞིན་གྱིས་སེམས་པ་གཅིག་རླུང་ཡིན་ན་ཞི་བ། རང་བཞིན་གྱིས་ཁོང་ཁྲོ་ཚ་བོ་ཡིན་ན་འདི་ཉིན་མོ་འདི་རླུང་མི་ཤེས་བ་དེ་འདྲའི་ཡུན་བན་ལ་ཨ་ནི་ག་ལ་བ། རླུང། ཚ་བོ་དེ་འདྲའི་མེད་པར་རང་བཞིན་གྱིས་མི་དེ་ལྷོད་ལྷོད་བྱ་ཡས་དེ་ཚད་པ་བཅོ་ལྔ་ཉིན་མོ་དེ་ཡོང་གི་རེད། དེ་འདྲའི་སོང་ཙང་ང་ཚོའི་རྣམ་པ་ཚོས་ཀྱི་ཚད་པ་བཅོ་ལྔ་ཉིན་མོ་དེ། རྣམ་པ་ཚོས་པའི་དགོང་མོ་ཡིན་ན། དུས་རྒྱུན་དང་མ་འདྲ་བར། དུས་རྒྱུན་སོ་སོ་ལྔ་བོ་ཉལ་གི་ཡིན་ན། ཚད་པ་བཅོ་ལྔ་ལ་ཏོག་སེ་ལྔ་བོ་མ་རྙེད་པ་ཆེད་གཏད་སེ་འཆི་བོ་བསྡད་ཐུབ་ན་ཡག་པོ་རེད། འདིའི་སྐབས་ལ་སྔ་ཚེ་རྣམ་པ་སོ་སོ་སོགས་ཀྱི་དུས་ཚོད་སྟབས་བགྲེས་ན་ནི། དགོང་མོ་གི་ཟླ་བའི་གི་ཟླ་བ་ཉག་གང་ཕྱོགས་ལ་བལྟ། དེ་ལ་བལྟ་ནས་སོ་སོ་གཅིག་ཕན་ཚུན་སྙིང་གཏམ་བཤད་དང། ཨ་ནི་ཕན་ཚུན་གྱིས་བལྟ། མི་ཚེ་མུ་མཐུད་ནས་བལྟ། སྐྱེ་དགུ་དུས་གཅིག། མི་ཚེ་ཕྱི་ཟླ་ཡིན་ན་དེ་འདྲའི་གི་ཐོག་ནས་ད་བསམ་བློ་བཏང་ཡ་ཡུན་འགོར་བ། ད་ཆོས་ཕྱོགས་གི་ཐོག་ནས་ཡིན་ན་འདི་གསོ་སྦྱོང་གི་སྡོམ་པ་ལེན་དེ་འདྲ་བྱེད་ན་དམིགས་བསལ་གྱི་ཚུལ་ཁྲིམས་གཙང་མ་སྲུང་ཐུབ་བས་ལས་ཕན་གྱི་ཡོད་དུས། འོ་འོ་འདི་གི་ཉིན་མོ་ཆགས་དུས་ཚེས་པ་བཅོ་ལྔ་ཉིན་མོ་འདི། ཕོ་མོ་གཉིས་ཕན་ཚུན་འཆམ་པོ་བྱེད་ཅིག་ཟླ་བ་ལ་བལྟ་དེ་ནི་དེ་འདྲའི་གཙོ་བོ་དེ་དཀའ་སེལ་ལ་ལོངས་སྤྱོད་ན་རང་བཞིན་གྱིས་ཡག་ག་ཡོད་རེད་འོ་དེ་བྱེད་ཐབས་དམའ་སེ་ལ་ཞུ་དགའ་པོའི་ཚེ་བ་བཅོ་ལྔ་ཉིན་མོ་དེ་ཡིན་གཅིག་མིན་གཅིག་དགོངས་པ་བཞེས་རོགས་ཨ་དེ་མ་ཆོད་ན་ཆོས་ཁས་ལེན་མ་ལེན་ཚང་མ་ལ་ཕན་ཐོགས་ཡོད་རེད་འོ་འདི་དགོངས་པ་བཞེས་དགོངས་མོ་ཡིན་ན་ཏོག་ཅིག་འཆི་བུ་བསྡད་ཐུབ་ན་ཡག་ག་རེད་གཉིས་འདི་ཞེ་ར་མ་རྙེད་ན་ཐིག་ལེ་ཉག་ག་བ་འདི་གཟུགས་པོ་ནང་ལ་ཆ་ཚང་གཅིག་བེད་སྤྱོད་བཏང་བཅུག་གོ་རེད་འདི་ལ་སེམས་པ་དེ་སྤྲོ་སྣང་ཆེན་པོ་འཕེལ་ལ། དགོང་མོ་འཆར་ལ་ཟླ་བ་ཉག་གང་ལ་བལྟ་ཡང་ཟླ་བ་མ་འཆར་བར་འཆར་པ་བརྒྱབ་དེ་འདྲའི་དཀའ་ལས་ནི་ཟླ་བ་མཐོང་ངོ་མར་བ། དེ་འདྲས་ཡིན་ན་ཡང་སོ་སོ་ཕན་ཚུན་བཟའ་ཚང་དང་ཕན་ཚུན་ད་ཕ་མ་སྤུ་བོ་དཔའ་རུ་ཐུག་ནས་ཕན་ཚུན་ཨོ་དེ་འདྲའི་སྐད་ཆ་ག་རེ་བཤད་ན་དེ་ཡག་པོ་རེད། འདི་རྣམ་པ་ཚོས་ཀྱིས་ཐུགས་ལ་འཇགས་ཡ་བྱས་དེ་ནི་ད་ཚེ་བ། ད་དེ་ནི་བ་རྩིས་ནི་ད་དེ་གནམ་གང་ཉིན་མོ་འདི་ང་ས་ས་ཉལ་དགོས་འོ་རེད། གནམ་གང་གི་ཉིན་མོ་དེ་དག་ཅིག་སྔ་ས་ས་སིམ་ན་མ་གཏོགས་དེ་ཉིན་མོ་དེ་སྔ་སུ་ཐིག་ལེ་དག་རྫོགས་པའི་སྐབས་ལ་རོལ་བ། ཐིག་ལེ་ཅིག་ག་ལ་ཐིག་ལེ་རྫོགས་པའི་སྐབས་ལ་ཆགས་ཀྱི་ཡོད་དུས། ཨོ་རྣམ་པ་ཚོས་གིས་དེ་འདྲས་ཅིག་ཐུགས་ལ་སྦྱར་ནས་དེ་ནི་ཅིག་གདའ་གནམ་གང་གི་ཉིན་མོ་དེ་ལ་ཡང་དེ་ནི་དགོང་མོ་ཡིན་ན་སྔ་ངས་དགོང་བོ་རེད། དེ་ཡིན་དུས་རྩ་ནས་ང་ཚོ་ཡིན་ན་ཨེ་འདྲས་རེད། ངས་ཁ་སེང་སྔོན་མ་ནས་ཚོགས་པ་དེ་འདྲས་ལ་ཞུགས་ཀྱི་ཡོད་རེད་བ། ང་རང་ཚོའི་འོད་ལྟ། ཅིག་གི། ཕོ་དང་མོ་སུ་ཡིན་ན་ཟླ་མཚན་བབས་པའི་སྐབས་ལ་ཡང། དེ་ནས་མོ་ཡིན་ན་ད་ལྟ་ཚེ་འབར་བ་བུ་ཡིན་ན་ཁོ་བ་དཀར་པོ་བར་བ་འོ་དེ་འདྲིས་ཀྱི་ཉིན་མོ་སླེབས་པ་ནས་བཟུང་ནས་ང་རང་ཚོ་གི་བུ་མོ་ཡིན་ན་ད་ཟླ་བ་ཟླ་བ་ལ་ཟླ་ཚེ་འབར་བསྡད་དུས་འོ་དེ་ཟླ་ཚེ་འབར་བའི་དུས་ཚོད་དེ་ང་རང་ཚོ་སྤྱི་སྟངས་ཀྱི་འགྲོ་སྟངས་བྱས་ན་བུ་ཚེ་ཉི་ཤུ་བརྒྱད་དགུ་གནམ་གང་གསུམ་ལ་དུས་ཚོད་ཉི་མ་གསུམ་རེད་རེད་དེའི་དུས་ཚོད་ཉི་མ་གསུམ་ལ་ཟླ་ཚེ་སླེབས་པའི་དུས་ཚོད་དེ་ཅིག་བུ་ཚེ་ཉི་ཤུ་བརྒྱད་ལ་སྒོ་ཕྱེ་ཉི་ཤུ་དགུ་ཞེས་གནམ་གང་མ་གཏོགས་ཅིག་གི་ད་ཁོ་བ་དམར་པོ་དེ། པོ་ཏི་རྫོགས་སྐུ་གོ་རེ་ནམ་མཁའ་ལ་ཆ་ཚང་རྫོགས་ནི་ཚེ་བ་གཅིག་ནི་དེ་ནི་བདག་སེམས་ཀྱི་ཆེ་གོ་ཨེ་དེ་རྩ་བའི་གི་གཟུགས་པོ་འཁྲུལ་དོན་དབང་དུ་བྱེད་ན་ད་ག་རང་ཆ་གོ་རེ་ཡིན་ན་ཡང་དེང་སང་གི་མི་གི་སེམས་ཁང་གི་ནུས་ཤུགས་དེ་ནི་སྔོན་མ་གི་ཟ་འཐུང་རོལ་སྟངས་དེ་འདྲའི་མང་པོ་བྱེད་ལ་བརྟེན་ནས་ཨ་ཅིག་གི་བདག་སེམས་བབ་པོ་ཏི།